ཐུགས་རྗེ་ཀུན་ལ་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སྲིད་སངས་རྒྱས་སྨན་གྱི་ལྷ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་འདྲ་བ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། ཧོ། རྣམ་པ་ཚང་མ་ལ་གུས་པ་དམན་པ་ལྟར་རང་ངོས་ནས་འཚམས་འདྲི་སྐུ་ཁམས་བཟང་ཞུ་ཡ་ཡིན། ཨ་ནི། ད་ད་ད་དེ་རིང་འདི་བཅར་དགོས་ཡ་འདི། ཟུར་དུ་ཁག་ཅིག་གིས་དེ་ལྟར། ད་ལྟ་ཟླ་གཅིག་གྱ་ནས་སྐུ་ཕུད་བཅུ་དགུ་གི་དུས་ངན་དེའི་སྐབས་ལ་སློབ་ཁྲིད་ཚང་མ་དྲ་ཐོག་ནས་བྱེད་དགོས་དུས་ཚར་ནས་ཁ་པར་སྒང་ལ་རྒན་ལགས་དང་སྤུ་གུ་ཚོ་གི་མིག་ལ་དཀའ་ངལ་ཆེན་པོ་ཞིག་འཕྲད་བསྡད་ཀྱི་འདུག་དེ་འདྲ་སོང་ད་ལྟ་འདི་ལ་ཅིག་ཐབས་ལམ་ཐབས་ཤེས་ག་རེ་ཡོད་ན་འདི་འདྲའི་གི་བརྙན་ཐུང་ཞིག་བཟོས་ན་བཏང་རོགས་ཞིག་གསུངས་བསྡད་ཀྱི་འདུག་དེ་འདྲ་སོང་ད་ལྟ་འདི་ངས་གལ་ཆེན་པོ་ཞོ་ཞིག་མཐོང་སོང་གནད་འགག་ཆེན་པོ་ཞོ་ཞིག་དེ་འདྲ་སོང་ཙང་དེ་རིང་ང་རང་གི་ཁ་སང་ཁ་ཉིན་འདིའི་སྒང་ལ་མ་བསྡད་ཟིག

ཆེད་དང་དམིགས་བསལ་མ་འོངས་པའི་སོན་རྩལ། ཨེ་ནས་མིག་གི་ཆེད་དུ་ཡིན་དུས་ཙང་ནས་ཡེ་ཐང་གི་ཆེད་དུ་ཡིན་དུས་ཙང་ནས་དེའི་རྣམ་པ་ཚོས་གང་མང་མང་ཞིག་ལ་བརྒྱུད་སྐུལ་གནང་ཡག་དང། ཅིག་ལག་བསྟར་གནང་ཐུབ་པ་ཡིན་ན་ཏན་ཏན་ཕན་ཐོགས་ཆེན་པོ་ཡོད་རེད། ད་འདི་ལ་གཙོ་བོ་གནད་འགག་གསུམ་གང་ནས་བཤད་ཀྱི་ཡིན། གསུམ་འདི་ག་རེ་བྱུས་པ་ཡིན་ན། དང་པོ་རྒན་ལགས་ཚོ་གིས་ཨེ་ནས། ཅིག་སྤུ་གུ་ལ། སྤུ་གུའི་རྨིས་དང་རྒན་ལགས་ཁོ་རང་ཚོ་གི་སྤྱན་ལ། བཟོད་བསྲན་བྱེད་ཐུབ་ཡག་གི། ཐབས་ལམ་ཁག་ཅིག་ཡོད་རེད། ད་ག་ནང་བཞིན་གི་ཨནི་ཕ་མས། ཡང་སྤུ་གུའི་རྨིས་ལ། ཅིག་སྲོང་སྐྱོབ་བྱེད་ཐུབ་ཡག་གི། ཐབས་ལམ་ཁག་ཅིག་ཡོད་རེད། ད་ག་ནང་བཞིན་གི་ཨནི། ང་ཚོ་སྨན་གྱི་སྒང་ནས། བོད་ཀྱི་གསོ་བ་རིག་པའི་གཞུང་ལུགས་ཀྱི་སྒང་ནས། ཨནི། ཅིག་ཀྱང་སྨན་ཟ་ཡག་དང་དེ་འདྲའི་གི་ཐབས་ཤེས་དེ་འདྲའི་ཡོད་རེད། འོ་དེ་ཅིག་མ། ཞུ་ཡ་ཡིན། དེ་འདྲ་སོང་ཙང་འདི་གང་མང་མང་ཅིག་རྒྱུ་ཁུལ་ཅིག་དང་རྒྱུ་ཁུལ་ནང་རོགས་གནང་ཞུ་ཡ་ཡིན། ད་རྒན་ལགས་ཚོ་གི་སྒང་ནས་ཐབས་ལམ་ག་རེ་འདོད་ཞུས་པ་ཡིན་ད་ངས་རྡོག་རྡོག་ཞུ་གི་ཡིན། ད་རྒན་ལགས་ཚོ་གི་སྤྱིའི་ཆ་ནས་གང་ཡག་ཡག་གནང་གི་ཡོད་རེད་ཡག་པོ་གནང་གི་མེད་ས་བ་ར་ནས་ཞུ་གི་མེད། ཡིན་ནས། ད་ང་ཚོ་རྒྱ་ནད་ཀུ་བུར་བཅུ་གུ་གི་དཀའ་ངལ་འདི་ད་ད་དུ་གའི་ཟླ་བ་ལྔ་དྲུག་ནང་ལ་ལ་སེལ་གི་ཡོད་པ་ཡིན་ན་ད་ད་རང་གི་ཐབས་ལམ་འདི་གནང་བཞག་པ་ཡིན་ན་འགྲིག་གི་ཡོད་མི་འགྲིག་པ་གང་དགོས་ཡོད་མ་རེད། ཡིན་ནས་རྒྱ་ནད་སྐུ་བཅུ་པོ་གི་གནས་སྟངས་འདི་ང་ཡིན་འདུག་བསམ་བློ་བཏང་བཏང་བྱས་པ་ཡིན་དེ་སྔ་ནས་ཤོད་ཀྱི་ཡིན་ད་དུང་ཀྱེ་ལོ་ཁ་ཤས་ཕྱི་ལྷག་གི་རེད་འོ་དེ་ཞུས་བསྡད་ཀྱི་ཡོད་ད་དུང་ཀྱེ་འདི་ལས་སྡུག་རུ་མ་ཕྱིན་པ་ཡིན་ནས་རྒྱག་རུ་འགྲོ་ཡ་དེ་ལྟའི་དཀའ་ལས་ཁག་པོ་མཐོང་བསྡད་ཀྱི་འདུག་འོ་དེ་ཡིན་དུས་ད་ནས་ད་རྒན་ལགས་ཚོ་གི་ག་རེ་གནང་ཐུབ་རེད་ཞུས་པ་ཡིན་ན། འཛིན་གྲྭ་འཚོགས་པའི་སྐབས་ལ་ད་དྲ་རྒྱ་སྒང་ནས་དམར་ཁྲིད་རམ་འཁྲིད་ཆགས་ཀྱི་ཡོད་རེད། ཐབས་ལམ་ཡོད་མ་རེད་ད། འུ་ཐུག་ཚར་ང་ཚོ་ཐབས་ཟད་ཚར། དེ་ཡིན་དུས་ད་ནས་སློབ་སྦྱོང་འདི་གང་ནས་མ་གནང་རང་གནང་རེད། འདི་ལ་མུ་མཐུད་ནས་གནང་རོགས་གནང་ཞུ་ཡ་ཡིན། ད་འཛིན་གྲྭ་ཁྲིད་ཚར་ནས་རྒན་ལགས་ཚོ་གི་སྤུ་གུ་ལ་ཨིན་ཇི་སྐད་བརྒྱབ་པ་ཡིན་ན Home Work ཟེར་བ། ང་རང་ཚོ་བོད་སྐད་བརྒྱབ་པ་ཡིན་ན་ནང་སྦྱོང་འམ་རང་སྦྱོང། འདི་བསྐུར་བའི་སྐབས་ལ། ཨེ་ནི་རྒན་ལགས་ཚོགས་ཀྱིས། སྤོ་སྒུག་སོ་སོ་ལ་འཛིན་གྲྭ་གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ་ག་པར་ཡིན་པ་ཡིན་ནས་སོ་སོ་སོ་ལ་འཛིན། སློབ་ཚན་གྱི་སློབ་དེབ་སློབ་དེབ་སློབ་དེབ་ཡོད་རེད། རྒན་ལགས་ཚོགས་ཀྱིས་བསླབ་གནང་ཡ་དེ་སློབ་དེབ་ཞིག་བཞག་བྱས་ནས་བསླབ་གནང་གི་ཡོད་རེད་གནང་གི་འདུག་དེ་འདྲ་སོང་ཙང་ཨེ་ནི་ནང་སྦྱོང་བསྐུར་ཡ་དེ། ཨིན་ཇི་ཡིན་ནའི་རེད་བོད་ཡིག་ཡིན་ནའི་རེད་ཨང་རྩིས་ཡིན་ནའི་རེད་ཚན་རིག་ཡིན་ནའི་རེད་རང་བྱུང་ཤེས་བྱ་ཡིན་ནའི་རེད་ག་རེ་ཡིན་ནའི། འདི་རང་སྦྱོང་བསྐུར་ཡ་གནང་ཡ་འདི། ཨེ་ནི་སྤོ་སྒུག་ལ།

དཔེར་བརྗོད་ཁྲིད་ཞུ་གསུང་ཡ་སྦྱོར་བ། དེ་དེ་འདྲའི་གི་རིགས་གནང་ཐུབ་པ་ཡིན་ན། དེ་ནི་ཨིན་ཇི་ཡིན་ནས་ཨིན་ཇི་གི་ཚིག་གསར་པ་ཡོད་རེད་ད་དེ་ནི་མ་ཡང་ང་ཚོ་སྟོང་ཆ་ཁ་སྐོང་བྱེད་ཡ་ཡོད་རེད་ད་དེ་འདྲའི་སློབ་ཚན་ག་རེ་ཀློག་ཡ་ཡོད་རེད་འོ་དེ་འདྲའི་གི་རིགས་དེ་སྤུ་གུ་ལ་བསྐུར་ཐུབ་པ་ཡིན་ན། ཨེ་ནི་འདི་གི་སྤུ་གུའི་རྨིས་ལ་ཕན་ཐོགས་སློབ་ཚན་ཁྲིད་ནས་ཨནི་ཁ་པར་བལྟས་པ་འདི་ལས་ཨནི་ད་ལྟ་རང་སྦྱོང་སྒང་ལ་རྒན་ལགས་ཚོ་གི་པར་བསྐྱོན་ནས་བསྐུར་ཡ་འདི་རྨིས་ལས་གཟན་པ་མཐོང་གི་འདུག་དེ་འདྲ་སོང་ཙང་འདི་གི་སྤུ་གུའི་རྨིས་སྲོང་སྐྱོབ་ཞོ་ཅིག་བྱེད་ཐུག་ས་རེད་ད་རྒན་ལགས་ཚོ་གི་ད་གང་ཡང་ཡར་གནང་དགོས་རེད་ཡིན་ནས་དེ་འདྲ་བའི་ཐབས་ལམ་སྦྱོར་བ་ཐབས་ལམ་འདི་རྣམས་དང་འདི་འདི་འདི་ནས་གནང་ཐུག་ན་ཡག་པོ་འདུག་དེ་བཞིན་ད་ག་ན་ཤིང་རྒན་ལགས་ཚོ་ལ་ཡིན་ནས། ཨེ་ནི་ཅི་རྒན་ལགས་ཚོ་གློག་ཀླད་གང་ལ་ཤོག་ཅིག་བཟོ་བ་ན། ཨེ་ནི་འདི་བ་གའི་མི་ཡི་ཚ་ཚ་ལྟ། དོལ་ཚོའི་ཤི་མ་ཤི་ཅི་བཏང། དོལ་ཚོའི་དེ་སི་ཚ། ཨེ་ནི་རྒན་ལགས་ཚོ་རང་གི་སྤྱན་འདི་ལས་ཕན་ཐོག། ཨེ་ནི་སྤུ་གུ་རང་ལ་ཡིན་ནས་སློབ་ཚན་ཁོ་རང་གི་གནས་སྟངས་དེ་ཡག་པོ་ཅིག་ཤེས། དེ་འགྲིག་གི། དགེ་མཚན་མང་པོ་ཅིག་འདུག་དེ་འདྲ་སོང་ཙང། ཨེ་ནི་རྒན་ལགས་ཚོས། འདི་ཅིག། དགོངས་པ་ལ་སྦྱར་ཐུབ་པ་ཡིན་ན་ཏན་ཏན་ཕན་ཐོགས་ཆེན་པོ་ཅིག་འདུག་འོ་དེ་གཅིག་ཞུ་ཡ་ཡིན། ཨེ་ནི་རྒན་ལགས་ཚོ་ད་འདི་ནས་མ་གཏོགས་སློབ་ཆེན་ནང་ལོགས་ལ་བསྐུར་ཡག་མེད་པ་ཞིག་སློབ་དེབ་ནང་ལོགས་བསྐུར་ཡག་མེད་པ་ཞིག་ཨེ་ནི་རྒན་ལགས་ཀྱིས་ད་ཁག་ཅིག་རྒན་ལགས་ཁག་ཅིག་འདི་འདྲས་བསྐུར་གནང་དོགས་འདི་འདྲས་ད་མ་བསྐུར་རང་བསྐུར་ཡིན་ན་ནི་ཐབས་ཤེས་ཡོད་མ་རེད་འདི་གཅིག་རེད་ད། ད་གཉིས་པ་དེ་ཕ་མའི་ངོས་ནས་བྱེད་ཐུག་ཡག་ཅིག་ཡོད་ཡང། ཕ་མའི་ངོས་ནས་བྱེད་ཐུག་ཡག་དེ་ག་རེ་ཞུས་པ་ཡིན་ན་སྤུ་གུའི་མིག་སྲུང་སྐྱོབ་བྱེད་ཡག་ལ། ད་སྤུ་གུ་འདི་འདྲ་ཆུང་མ་ད་ལྟ་འདི་འདྲ། གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ། དེ་ཚོའི་སྤུ་གུ་ང་ཚོས་ད་ལྟ་གཅུན་ཐུག་གི་རེད། དེ་འདྲ་བྱུང་ཙང་སློབ་ཚན་ཚར་ཚར་སོང་ན་སྤུ་གུ་འདིའི་རིགས་འདི་ལ་ཁ་པར་སྒང་ལ་འགན་བཟས་འབྱོར་པ་ཁ་པར་ཁང་ལ་རྩེད་མོ་རྩེ་ཡག་མང་པོ་ཞུ་བཞིན་པ་ཐོས་ས། འདིའི་རིགས་དེ་ཕ་མ་སོ་སོ་གིས་འགན་ཁྱེར་ནས་རྩེད་ལ་མ་བཅུག་ན་ཡག་པོ་ཡོག་རེད། ད་ཅིག་གལ་སྲིད་རྩེད་དགོས་ངེས་ཅན་ཡིན་པ་ཡིན་ན་སློབ་སྦྱོང་ཚར་ནས་ད་སྐར་མ་བཅོ་ལྔ་ཉི་ཤུ་དེ་འདྲའི་སྐབས་སྐབས་ལ་དོན་དག་ལ་ཚར་གཅིག་གཉིས་དོལ་ཚོད་ཞིག་བཟོས་ནས་ཨེ་ནི་འདི་བཟོས་པ་ཡིན་ན་ག་ལ་གང་ཚང་ཅིག་པུ་གུས་མིས་སྲོང་སྐྱོབ་བྱེད་ཐུབ་གི་རེད་ལོ། ཨེ་ནི་འདི་མ་ཡིན་པ་ད་ལྟ་ངས་དེ་འདི་ཅིག་འདུག་ད་ལྟ་ང་ཚོ་དྲ་རྒྱ་ཁག་དང་དེ་ཚོའི་ནང་ལ་ང་ཚོ་ཁ་པར་ནང་ལོགས་ནས་ལྟད་མོ་ལྟ་དུས་ཁ་པར་གྱི་ལྟད་མོ་དེ་ཆེན་པོ་ཆགས་ཡག་གི་ད་ལྟ་ཡང་ཤེས་སྒོ་ཞིག་འདུག་ཤེས་སྒོ་ལྷེབ་ལྷེབ་ད་ཆེ་ཤེས་གི་རེད་གི་རེད་ཤག་འོ་འདི་རྣམ་པ་ཚོ་ཉོ་ཐུབ་པ་ཡིན་ནའི་གོང་ཆེན་པོ་ཁྱོན་ནས་མ་རེད་དོ་ད། སྒོར་མོ། གོང་ཆེ་ལ་ལྔ་བརྒྱ་དྲུག་བརྒྱ་རེད་ཤག་གོང་ཆུང་བ་ལ་བརྒྱ་ཉིས་བརྒྱ་བྱེད་ངེས་འདུག་དེ་འདྲའི་ཞིག་ཉོ་ཐུབ་པ་ཡིན་ནའི་ཨེ་ནི་འདི་གི་ག་ལ་གང་ཚང་གཅིག་ཡི་གེ་དེ་ཆེར་འགྲོ་གི་འདུག་ཨེ་ནི་རྒན་ལགས་ཚོ་རང་ཡིན་ནའི་ཡང་མི་ཡི་གེ་དེ་འདྲའི་གཟིགས་དགོས་ཡང་དེ་འདྲའི་ཡིན་པ་ཡིན་ན་དེ་འདྲའི་ཞིག་གཟིགས་པ་ཡིན་ན་ཡག་པོ་ཡོད་ས་རེད།

སྒོར་མོ་གཅིག་གཉིས་ཀྱིས་འགྲོ་སོང་འཕྲོ་ལག་འགྲོ་བ་ལ་གང་ཡོད་མ་རེད་སྤུ་གུའི། བདེ་སྡུག་ཟེར་བ་རེད་སྤུ་གུའི་འཕྲོད་བསྟེན་དེ་གལ་ཆེན་པོ་རེད་ལྷག་པར་དུ་ལྟ་བའི་མིག་དེ་མེད་པ་ཡིན་ན། ཨེ་ནས་སྤུ་གུ་སློབ་སྦྱོང་ག་ཚོད་ཡོད་པས་ནས་ཕན་ཐོགས་ཡོད་མ་རེད་པ། འོ་དེ་འདྲ་སོང་ཙང་འདི་འགྲོ་སོང་ཏང་ནས་བྱེད་ཀྱི་ཡོད་རེད་པ། འདི་གཅིག་ཕན་ཐོགས་ཆེན་པོ་ཡོང་གི་འདུག། འོ་དེ་གཅིག་ཞུ་ཡག་ཡིན། ད། སྨན་གྱི་སྒང་ནས། སྨན་གྱི་སྒང་ནས་ཐབས་ཤེས་ག་རེ་ཡོད་རེད་ཟེར་བ། སྨན་གྱི་སྒང་ནས་ད་གཅིག་ནམ་རྒྱུན་དུ་མི་སྐྱོ་པོ་ཡོད་ངེས་ཐུག་ལ། སྨན་ག་རེ་ཆོག་གོ་རེད་ཟེར་ན། གསལ་བྱེད་ཨ་བ་བཅོ་ལྔ་དང། ཨེ་ནི། ཀོ་ལ་བཅུ་གཅིག། བླ་སྨན་ཉིན་ལྔ་དེ་ཚོ་རྒྱུན་རིང་དུ་ཆོད་ཡང་མིན་ན་གསལ་བྱེད་ཨ་བ་བཅུ་གཅིག་དེ་གཅིག་པུ་ཆོད་ཤ་ནས། རྒྱུན་རིང་དུ་ཆོད་པ་ཡིན་ན་མི་ལ་ཕན་ཐོགས་ཆེན་པོ་ཡོང་གི་རེད།

འོ་འདི་གི་ཞོ་ཅི་ཕན་ཐོག་ཡག་རེད། འདི་ང་ཚོ་ཕ་མ་དང་དགེ་རྒན་དང་སློབ་ཕྲུག་དང་ཚང་མ་ལ་ཡི་གོ་ཡག་གི་ཤེས་བྱ་ཞིག་ཆགས་བསྡད་ཡོད་རེད། བུ་རེད་དེ་འདྲ་སོང་ཙང་ད་ལྟ་གུས་པས་དེ་ནི་མ་ཞུ་གོ་ཡག་ད་གཙོ་བོ་རྒན་ལགས་ཀྱི་ངོས་ནས་སྤུ་གུ་ཚོ་དང་རྒན་ལགས་ཁོ་ན་ཚོ་གི་དུས་ཚོད་དང། སྤྱན་སྲོང་སྐྱོབ་བྱེད་ཡག་བྱེད་དུ་ཅིག་ནང་སྦྱོང་བསྐུར་དུས། ཡོད་ནི་ཐུགས་སྣང་གནང་དགོས་ཡ་གཅིག། ཕ་མའི་ངོས་ནས་སྤུ་གུ་སློབ་སྦྱོང་བྱས་ཚར་ནས་རང་འཛིན་གྲ་ཁྲིད་ཚར་ནས་ཡོད་ནི་ཞོར་ལས་སྤུ་གུ། རྒན་མཛེས་ཡ་འབྱོར་བ་ཁ་བ་ཁ་ལ་འདིའི་རིགས་ལ་དོ་སྣང་བྱེད་དགོས་ཡ་དེ་གཅིག། ཡོད་ནི་ང་རང་ཚོ་གི་ཕ་མས་སྤུ་གུ་ལ་ཡང་ཁ་ཅིག་ལ། ཆེ་ཤེལ་གྱི་དེ་འདྲས་ཉོས་ནས། ཁ་པར་གང་ལ་གཡོག་ཡག་དེ་འདྲས་ཉོས་པ་ཡིན་ན་དེ་ཚོའི་ཕན་ཐོགས་ཆེན་པོ་འདུག་འདི་ལྟར་གཅིག། ཨེ་ནི་སྤྱི་ཡོངས་ཀྱི་རྒན་ལགས་དང་ཕ་མ་སློབ་ཕྲུག་ཚང་མ་གི་མགོ་བོ་བཀྲུ་བའི་སྐབས་ལ་དོ་སྣང་བྱེད་དགོས་ཡག་གི་གནད་དོན་གཅིག་འོ་དེ་འདྲས་སུ་ཞུས་ཡོད་ད་འདི་རྣམ་པ་ཚོས་ཏན་ཏན་ཐུགས་སྣང་གནང་བ་ཡིན་ན་ཧོབ་དེ་གཅིག་ཕན་ཐོགས་དང་དེ་འདྲས་ཡོད་པ་དེ་མངོན་གི་མ་རེད་ཡིན་ནའི་རིམ་པས་རིམ་པས་བརྒྱ་ཆ་བརྒྱ་ནས་བརྒྱ་ཕན་ཐོགས་ཆེན་པོ་ཡོང་གི་རེད་ད་དམིགས་བསལ་ཧོབ་དེ་ཕན་ཐོགས་ཡོང་ཡག་དེ་མ་ནི་རིལ་བུ་བླུག་ཡག་ཞིག་འདུག་འོ་འདི་གི་ཕན་ཐོགས་ཆེན་པོ་ཡོང་གི་རེད